ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ས་གནས་ནིའུ་ཡོག་དང་ནིའུ་ཇར་སིའི་སྤྲོན་ཆེན་ཚོགས་པའི་གོ་སྒྲིག་ཞུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས། ལོ་ཡི་མགྲོན་པོ་འབུམ་སྡེ་དེ། ད་ཚོགས་ལ་ཉེ་བ་རེད་བདུན་ཕྲག་རྗེས་མ། རེས་གཟའ་ལྷག་པ་ནས། རེས་གཟའ་ཉི་མའི་བར་ཉིན་ལྔའི་རིང། ད་ཅི་གང་ཕུན་ཚོགས་འདི་ཞིག་ལ་འཚོ་རྒྱུའི་མཐུ་ལྡན་མཁས་པ་ཡིན་ཙང། སྤྱི་ཡོངས་ཀྱི་དག་སེལ་འདྲ་དངོས་ལ་ཞུ་ཚར་བ་རེད་འདིའི་སྐབས་ལ་ས་གནས་ནིའུ་དང་ནིའུ་ཇེར་སིའི་གཙོ་བོར་གྱུར་བའི་ཨ་ནི་མངའ་སྡེ་གཅིག་ཐག་ཉེ་བོ་ཞུ་ས་ཀྱི་ད་བླ་མ་དགེ་བའི་ཞིང་གི་རྣམ་པ་དང། ཨ་ནི་མི་མང་རྣམ་པ་ཚོ་གང་མང་མང་མཉམ་ཞུགས་གནང་རོགས་གནང་ཚེ་ནི་དྲན་གསོའི་ཚུལ་དུ་ཞུ་གི་ཡོད། ང་རང་ཚོ་འཚོ་བའི་གི་དུས་ཚོད་དེ་རེས་གཟའ་ལྷག་པ་སྔ་དྲོ་ཆ་ཚོད་བདུན་པ་ནས་བརྒྱད་པ་བར་དུ་གནམ་གཤིས་ཏོག་ཙེ་གྲང་མོ་ཡོད་པ་ཡིན་ཙང་འདིའི་ཁབ་ལ་ཕེབས་ཀི་ཕེབས་ཀི་ང་རང་ཚོ་ཞེ་ཐུགས་ཀྱིས་གོ་སྒྲིག་ཞུས་ཡོད། ཕྱག་མཛོད་རྒྱས་པ་ནི་ང་ཚོ་གཞན་དོན་དབུ་འཛུགས་ཞུས་ཡས་རེད། དེ་ནི་དགོངས་དག་ཕྱག་མཛོད་བཞི་ལས་ཆ་བ་བར་འདུག་འདི་བར་དེ་ཕྱག་མཛོད་བཅུ་གཅིག་ཡས་མས་ནས་བཅུ་གཉིས་ལས་ཆ་བ་བར་འདུག་ང་རང་ཚོ་དགེ་བའི་བཤེས་གཉེན་རྣམ་པ་ཚོ་ལ་ནི་ནང་པའི་ལྟ་གྲུབ་བགྲོ་གླེང་ཞུས་ཡས་དང་མི་མང་གི་དྲི་བ་དྲིས་ལན་གྱི་གོ་རིམ།

ཨ་ནི་ང་རང་ཚོ་ཚེ་འདི་ཕྱི་གཉིས་སྐྱབས་གནས་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་ཨ་རིག་སུ་མ་ཆེ་བའི་དང་བླ་ཆེན་ཁྲི་ཆེན་གཏན་བདེ་རྣམ་པ་ཨ་ནི་བསྟན་པ་འཛིན་པའི་བསྟན་འཛིན་གྱི་སྐད་ཆ་དམ་པ་བོད་བསྟན་པ་ཆབ་སྲིད་ཀྱི་དོན་དག་ལ་ལུས་སྲོག་ལོངས་སྤྱོད་ཡོངས་སུ་བཏང་བའི་བོད་ཀྱི་དཔའ་བོ་དཔའ་བོ་རྣམས་དང་འདི་ཚོ་གི་ཆེད་དུ་ང་རང་ཚོ་བསྔོ་བ་སྨོན་ལམ་ཞུ་ཡས་ཨ་ནི་ལྷག་པར་དུ་རེས་གཟའ་ཕུར་བུའི་ཉིན་དེ་ད་བྱ་ང་རེ་ཡོང། གི་ད་ཨིན་སྐད་ཐོག་ནས་ཞུས་པ་ཡིན་ན Thanks Giving ཟེར་ནས་ཁོ་རང་ཚོ་ཅིག་བྱ་སྟེ་ཉམ་ཐག་པའི་སེམས་ཅན་མང་པོ་ཞིག་ཅིག་གསོས་ནས་ཐུགས་རྗེ་ཆེ་ལེགས་གསོལ་གྱི་དགའ་ཁ་འཕྲོ་བའི་རྣམ་ཀུན་བ་རེད། འདི་མི་ཁོ་རང་ཚོ་གི་ལུགས་སྲོལ་རེད་ང་རང་ཚོ་བཀག་སྡོམ་བྱེད་ཐུབ་པོ་མ་རེད་དེ་ང་རང་ཚོས་ཀྱི་ངོས་ནས་གོ་ནང་པ་ཞིག་ཡིན་པའི་ཆ་ནས་ད་བ་ཏིལ་འབྱུང་གི་ལྟ་བ་དང་སྤྱོད་པ་འཚེ་བ་མེད་པ་བཟུང་ཡས་འདི་ང་རང་ཚོ་གི་ད་ནང་པའི་ལྟ་གྲུབ་ཀྱི་ད་སྙིང་སོར་ཆགས་བསྡད་ཡོད་རེད་དེ་ཡིན་ཙང་འདིའི་སྐབས་ལ་ང་རང་ཚོ་གི་ངོས་ནས་ད་འདས་གྲོངས་ཞུ་ན་ཡི་རེད་ཨ་ནི་ཉམ་ཐག་པའི་སེམས་ཅན་ད་གསོད་རྐྱེན་བྱས་ཚུལ་པའི་སེམས་ཅན་དེ་དག་ལ་དམིགས་ནས་བསྔོ་བ་སྨོན་ལམ་གནང་ཐུབ་པ་ཡིན་པ་ཡིན་ན་ང་རང་ཚོ་གཅིག་རྒྱལ་བ་ཕུན་སུམ་ཚོགས་པ་བྱ་ཡས་དང་རྒྱལ་བ་འདིའི་ཐུགས་ལ་གཏད་ནས་ཨ་ནི་ང་རང་ཚོ་གཅིག། སངས་རྒྱས་ཀྱི་བསྟན་པ་ཡུན་རིང་དུ་གནས། སོ་སོ་ཀྱི་རྩ་བའི་ལམ་མ་སྐུ་ཚེ་ཞབས་པད་བརྟན། རང་གཞན་གཉིས་ཀའི་གི་དང་རང་ཚོ། ལོ་གསར་བ་ཀྱི་ཞབས་བརྟན་ཞུས་ན་ཡ་རེད་སྐུ་རིམ་ཞུས་པ་ཡིན་ན་ཡ་རེད། ཚང་མ་དོན་དང་ལྡན་པ་ཡོང་གི་ཡོད་པ་ཡིན་ཙང་ཚང་མས་ཀུན་སློང་བཟང་པོ་ཅིག་བཅོས་ནས་ཅི་གང་ཕུན་སུ་འདི་ཕྱིར་ལ་མཉམ་ཞུགས་གནང་རོགས་གནང་ཚེ་ནས་ཞུ་བ་ཡིན་བཀའ་དྲིན་ཆེ་མཇལ་ཡོང།